ད་རེས་ངེད་ཀྱིས་ད་རྣམ་པ་ཚོ་ལ་དམངས་གཙོ། My Democracy My Right། ང་ཚོ་ལ་ད་དམངས་གཙོ་ཅིག་ཡོད་རོགས། དམངས་གཙོ་འདི་ཡོད་བ་འདི་ང་ཚོ་གི་ལག་བསྟར་ག་འདྲས་བཏང་གལ་ཆེན་པོ་ག་ཚད་རེད། བེད་སྤྱོད་མ་བཏང་བ་ཡིན་ན། ག་རེ་ཡོད་རེད། རོ་ཨ། དེ་ཅི་ཞུ་ཡོད་འདི། ད་ད་ལྟ་དམངས་གཙོ་ལ་ད་རིམ་པ་མང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་རོ་ཨ། ད་དེ་ཚོ་གང་ལ་གས་འབྲེལ་བྱས་མེད་བ་བྱས་རོ་ཨ་ད་ད་རེས་དེ་ཚོའི་མཐུན་མཐུན་ཅིག་གང་ལ་ཞུ་ཡ་ཡིན་རོ་ཨ། དམིགས་བསལ་གྱི་ད་རེས་དེ་ནིའུ་ཡོག་དང་ནིའུ་ཇར་སི་གྱི་ཨ་ནི་བུད་མེད་ལྷན་ཚོགས་ཀྱི་དེ་གང་ལ་དེ་མ་ཡིན་པ་རོ་ཨ། རྟགས་མ་འོངས་པ་ལ། དེ་དང་དེ་འདྲ་བའི་རྟགས་མང་པོ་ཅིག། གནད་འགག་ཡོང་རྒྱུ་དེ་བ་མང་པོ་ཅིག་ཆགས་ཀྱི་རེད། དེ་ལ་སྡུག་རུ་སྡུག་རུ་སྡུག་རུ་འགྲོ་ཡས་ཀྱི། ང་ཚོས་ཀྱི་ཉེན་ཁ་ཅིག་ཆགས་ཡས་ཀྱི། ཨ་ནི་དེ་འདྲས་ཅིག་ང་རང་ཚོ་ངོས་ནས་ད། ཁ་བཙུམ། མ་བསླབ། སྒྲིག་འགྲོ་འུ་རེད། འདི་བཞག་ཤོག། ཨ་ནི་གཅིག་གཡོལ་ཡ་དང་འདི་འདྲའི་རིགས་བྱེད་པ་ཡིན་ན། ང་ཚོ་མ་འོངས་པ་ལ། འཛམ་བུ་གླིང་གི་ནང་ལ་ཁ་ཕྱོགས་བསྒྱུར་བ་དེ་ག་འདྲ་ཐེག་འོར་སྲིད་ལ་ན། ལོ་བཅུ་བཅུ་གི་ནང་ལ། ང་ཚོ་འདི་རུ་བ་ད When you throw one pebble stone།

བཅུ་ཕྲག་ནི་ར་ལོ་བཅུ་བཅུ་བཅུ་གི་ནང་ལོ་ལ་ཁ་བཙོས་རྒྱུ་བ་ཞིག་བྱུང་བའི་དེའི་འོར་ད་དེང་དུས་ཀྱི་ནང་ལ་ད་དཔལ་འབྱོར་གྱི་ཐོག་ལ་ཡིན་ན་རེད། ཤེས་ཡོན་གྱི་ཐོག་ལ་རེད་ཚན་རིག་འཁྲུལ་བའི་སྒང་ལ་ཡིན་ན་རེད། སེམས་ཁམས་ཀྱི་ཐོག་ལ་ཡིན་ན་རེད་འགྱུར་འགྲོས་ཐལ་དེ་འཛམ་བུ་གླིང་གི་ནང་ལ་ཨ་ནི་བཅུ་ཕྲག་ལོ་བཅུ་ཕྲག་རེ་རེ་ནས་འགྱུར་འགྲོས་ཅིག་ཐེག་གི་ཡོད་རེད་ང་ཚོ། དེ་བཤད་པ་བྱེད་དགོས་བར། ད་ཁ་ཕྱོགས་དེ་ཡག་ལོས་ཐེ་ཡས་དང། ཤུགས་ཆེ་ཆུང་ག་ཚད་ཐེ་གི་ཡོད་མེད་དང་དེ་ཚོ་དེ་ཡི་གི effort བྱ་གི་ཡོད་ད effort ལ་གི་རོ་ཨིན་ཇི་སྐད་དུ་མ་སོང་ན་ང་རང་ཚོ་གི་གྲུབ་འབྲས་དེ་སྔན་མ་ལོ་བཅུ་ཕྲག་གི་ནང་ལ་གར་བྱས་ཡོད་མེད་དེ་ཐེ་གི་ཡོད་རེད། ད་ད་ལྟ་ང་ཚོའི་གི་འདས་བའི་གི་ལོ་བཅུ་ཕྲག་གི་ནང་ལ་རོ་ཨ། དཀའ་ངལ་ག་རེ་བྱུང་རེད་འདི་འདྲི་སྤེལ་བྱས་ཡོད་ད། འདི་འཛམ་བུ་གླིང་གི་འགྲོ་སྟངས་རེད་ད། ད་ཡིན་ནས་ང་ཚོ་ལ་དམངས་གཙོའི་དམངས་གཙོ་གི་ལོངས་སྤྱོད་བྱེད་མ་ཤེས་ན། ད་དུས་ང་ཚོ་ལོ་བཅུ་ཕྲག་མང་པོ་ཅིག་རྗེས་ལུས་ལ་འགྲོ་གི་ཡོད་ད་འཛམ་བུ་གླིང་ནི་མ་རྗེས་ལུས་ལ་འགྲོ་གི་ཡོད་རེད་ད་དཔེར་ན་ཆ་བཞག་ན་ད་ལྟ་རྒྱ་ནག་ལ། གར་ཆག་དེར་སླ་བའི་ན་གནས་སྟངས་དེ། རྒྱ་ནག་ལ་མི་ཉིན་མ་ལ་འབུམ་མང་པོ་ནད་པ་ཆགས་ཀྱི་ཡོད་རེད། ད་ག་ནང་ད་ཤི་གི་ཡོད་རེད། གྲོང་གསེབ་དེ་འདྲའི་ནང་ལ་ཧ་ལམ་མ་སོན་ན་གྲོང་གསེབ་ཆེ་ཁ་དེ་འདྲ་ཁོ་རང་པད་ཁོ་རང་མི་ད་ཤི་ད་སོན་དེ་འདྲ་ཆགས་བསྡད་རྒྱུ་དེ་འདྲ་ཆགས་བསྡད་འདུག་རྒྱ་ནག་ལ། ད་ཁོ་ཚོས་གར་བྱེད་ཀྱི་བ་རེད་ལ་ན། རྒྱ་ནག་གི་རྒྱ་ནག་གི་ཇུས་གཅིག་རོགས། ནད་པ་འདི་ཚོ་ལ་ནད་པ་འདི་ཚོ་མ་ན་སྐྱོ་ཡིན་ན་ཀྱི་མ་བཏང་ནི་ན་ཆུ་ནི། ད་འདི herd immunity ལ་ཡི་ཇིའོ་ཧྲི་ད་རོགས། ད་འདི་གར་ཇི་སྐོར་ལ་ན་ང་ཚོ་གཉེན་མེད་ཀྱི་ནད་ཡོམ་འདི་སྐབས་ལ་ཨ་ནི་ལུང་པ་ཁ་ཤི་གཅིག་གི་དཔེར་ན New Zealand Denmark འདི་ཚོ་གི་གར་ཇི་སྐོར་ལ་ན་ནད་པ་ཁ་ཤས་ཀྱིས་ཡོ་བ་ཡིན་ན་ཁོ་གཞན་པ་ལ་ཕན་ནས་ན་བཅུ་བའི་བྱེད་དུ་གོ་ན་ཟུ་ན། ཁོ་འདི་ན་ཚ་གི་གཞི་འདི་ཆམ་པའི་གི་གཞི་འདྲ་བོ་ཅིག་ཆགས་ཀྱི་ཡོད་རོ། ང་ཚོ་ཆམ་པ་དེ་མི་ཚེ་ཁོ་ར་རྫོགས་ཡས་ཡོད་མ་རོ་ཁོ་ན་འདི་བོ་རོ་ཡིན་ནས་གང་ཡིན་ཟེར་ང་ཚོ་གི་གཟུགས་པོད་ཀྱི་ནང་ལ་ཡོད་རོ་འདི་བུ་འདི་བྱེད་དུ་ག་ལ་འདི་འདྲ་བོ་གོ་མའི་བྱེད་དུ་ད་ཁོ་ཚོ་ཧ་ལོ་ནས་རྒྱ་ནག་ནང་རོ། ད་རྒྱ་ནག་ནང་ལ་དམངས་གཙོ་མི་རྒྱུག་གི། ག་ལོར་ད། རྒྱལ་སྤྱིའི་རིང་ལུགས་ཀྱི་དཀའ་ངལ་ག་རེ་ཡོད་ལབ་ན་མི་ག་ཚད་རང་བཞིན་རྒྱག་གི་འདུག building ནས་མ་ཆོམ་ནས། མི་གྲངས་ཀ་མེད་སྐྱོ་དུ་འདྲིར་ལྟ། རང་བཞིན་རྒྱ་ཉན། སོ་སོ་སོ་སོ་བཅས་གནམ་ནས་མ་ཆོམ། building ནས་མ་ཆོམ་ཉེན་ག་ཚད་བྱུང་ཡོད་རེད་མོ་ཏྲའི་འོག་ལ་ཆོམ་ཉེན་ག་ཚད་བྱུང་ཡོད་རེད་ཟམ་པ་ནས་མ་ཆོམ་ཉེན་ག་ཚད་ཡོད་རེད་ཆུའི་ནང་ལ་ཆོམ་ཉེན་ག་ཚད་བྱུང་ཡོད་རེད་ད་གྲངས་ཀ་ཡོད་མ་རེད། གང་ཡིན་ཟེར་ན། ཕ་གའི་མི་ཁ་ཤས་ཅིག་གིས་ག་རེ་བྱེད་ཅེས་བྱས། དངོས་གནས་ཀྱི་བདེ་སྡུག་འདི་ནང་ལོགས་ལ་མ་མཐོང་ནས། ཨ་ནི་སེམས་ཀྱི་དཀའ་ངལ་འདི་ཤུགས་ཆེན་པོ་བརྗོད་འདུག་ག་ལ། ད། དམངས་གཙོ་ཡིན་ན། འདི་སྐབས་ལ་ག་རེ་བྱེད་ཀྱི་རེད་ལབ་ན་མི་དམངས་ཚོས་ཚོ་ང་ཚོ་ལ་ཟ་ཡ་འཐུང་ཡ་མི་འདུག་ལབ་ན། སུ་སོ་སོ་ས་གནས་ཀྱི་དཔེར་ན། ང་ཚོ་གཞིས་ཆགས་ཁག་ཅིག་གི་ལྷོ་ཕྱོགས་ཀྱི་གཞིས་ཆགས་ད་དཔེར་ན། མོན་གོར་ཡིན་ན་མོན་གོར་གྱི། ཨཱ་ནི། གཞི་མགོ་རྩ་ལ་འགྲོ་ནི། སྐད་རྒྱག་གི་རོ། ཨཱ་ནི། མཐུན་རྐྱེན་སྤྲད་ཀྱི་རོ། འདི་ཁོང་ཚོ་ལ་ཡོད་མ་རོ། ད་ངས་དཔེ་དེ་གར་ཕྱིན་འཇལ་ཡོད་སླ་བས་ན་ང་ཚོ་དམངས་གཙོའི་གི། དམངས་གཙོའི་རིང་ལུགས་འདི་སྨྲ་ཤེས་པ་ཡིན་ན། ཨཱ་ནི་ཁ་བཙུམ་ལ་ནི་ཁ་བཀག། བྱས་བ་ཡིན་ན་དཀའ་ངལ་ག་རེ་འཕྲད་ཀྱི་རེད་ལབ་ན། ང་རང་ཚོ་དཀའ་ངལ་མིག་མཐོང་ལག་ཟད་དེ་གཞིས་ཆགས་འཁྱོག་གི་རྒྱ་གར་ན་ཡོད་བ་འདི་གས་ད་ལྟ་ཁ་གྲགས་མ་བརྡོལ་བས་དེ་ག་རེ་རེད་ལབ་ན། ཁོང་ཚོ depend བྱེད་དགོས་བ་རེད་དགོས་བ་རེད། གཅིག་འདི་རེད། གཉིས་བ་དེ་ལབ་སོང་ན་གཞན་ཕག་གི་སྤྱི་ཚོགས་ནང་ལ་ད། ལས་བྱེད་མང་པོ་འབྱོར་མང་པོ་འདི་ཚོ་རྒྱུས་ཡོད་རེད་རྒྱུས་ཀྱི་རྒྱུས་འདི་འདྲས་ཀྱི། ཁ་གྲགས་ཐུབ་ཡོད་མ་རང། འདི་གྱོང་ག་རེ་རག་གོ་རེད་ལབ་ན་དཔེ་ན། ང་ཚོས་གཞིས་ཆགས་ཀྱི་གཅིག་གི་ནང་ལ་གཞིས་ཆགས་གཅིག་དེ་ཡར་རྒྱས་ཤུགས་ཆེ་གཏང་དགོས་ཡོད་ན་རོགས། ད་ང་ཚོའི་གཞིས་ཆགས་འདི་ལ་ཡ་ཡར་རྒྱས་གཏང་དགོས་འདུག། ང་ཚོ་ལ་ཚོང་འདི་འདྲ་འདི་འདྲ་ཞིག་རྒྱག་དགོས་འདུག་ང་ཚོ་ལུང་པ་མོན་གྷོ་རུ་གཞིས་ཆགས་འདི། རྒྱལ་ས་བཟོ་དགོས་འདུག་ལབ་པ་ཡིན་ན་ཆ་གཞི་སྒྲོམ་སྒྲོམ་གཞི་འདི་འདྲ་བཏོན་ནས་བཟོས་པ་ཡིན་ན། ཁ་གྲགས་ས་ཡོད་མ་རེད་ལབ་ས་ཡོད་མ་རེད་ལབ་སོང་ན་མི་ཁ་ཤས་གཅིག་གིས་ནེམ་གི་རོགས། ད་ངས་དཔེ་བྱ་གི་ཡོད་ད་དཔེ། ད་དཔེ་ན་སུ་ར་བཙུན་གཉིས་འདི་ཚོ་རོ། ལོ་རེ་ལ་ཡ་དཀའ་ལས་དཀའ་ལས་ག་ཚད་ཡོད་རེད་ཕ་གི། བོད་གཞུང་ལ་དཔེ་ཤག་ཡོད་ན་མེད་ན་ད་ག་འདྲ། དངོས་གནས་བྱས་ན་བོད་གཞུང་ནས་གཡག་གཡག་དང་དཔེ་ཤག་གཡག་བྱས་ཨ་ནི་ད་མདོས་གང་མང་མང་གྱི་ལོ་ལོ་གི་ཟླ་བ་ཚེས་འདི་བ་རྗེར་འདི་གང་ཡོད་ཡོད་ཀྱི་མ་བཀྲམ་བྱས་འདི་འདྲ་བྱས་བ་ནི་སྤྱི་ཚོགས་ཁོར་ཡར་རྒྱས་འགྲོ་གི་རོ། ད་འདི་འདྲས་བྱེད་ཆོག་གི་མེད་བ་མི་མང་གི་ལབ་ཆོག་གི་མེད་བ་གསར་གཏོད་བྱེད་ཆོག་གི་ཡོད་མ་རེད། འདི་ག་རེད་ལབ་ན་དམངས་གཙོ་གི་ང་ར་ཚོ་གི་དམངས་གཙོའི་གི་ལོངས་སྤྱོད་དེ་ཤུགས་ཅུང་དྲག་ནས་ཁོ་ཡོད་མ་རེད་ད་བེད་སྤྱོད་བྱེད་ར་བཏང་ཐུག་གི་ཡོད་མ་རེད། གཅིག་འདི་རེད། ད་ད་ལྟ་ནིའུ་ཡོག་གི་རྙོག་དྲ་དེ་བུ་མེད་ཚོགས་པ་གཉིས་གི་རྙོག་དྲ་དེ། བུ་མེད་ཚོགས་པ་རྙོག་དྲ་གཉིས་གཅིག་པོ་མ་རེད་མ་འོངས་པ་ཡོང་རྒྱུ་དེ་བ་ལ་ད་མང་པོ་ཅིག་བྱ་དགོས་བ་ད་ལྟ་འདས་པའི་ལོ་རྒྱུས་ནང་ལ་ར་བ། གཞོན་ནུ་གཉིས། ད་དེ་ནས་ག་ལེ་ག་ལེ་གཉིས་གཉིས་གཉིས་དཔེ་མང་པོ་འདུག་ཨ། ད་ག་ལེ་ག་ལེ་སྤྱི། ང་ཚོར་ང་རང་ཚོ་གི་སྤྱི་ཁང་དེ་གཉིས་ཆགས་སོང་ན། ད་དེ་གཅིག་པུ་མ་རེད་ད་དེ་ནས་ནི་ག་རེ་ཆགས་ཀྱི་རེད་དེ་གཉིས་ཆགས་བའི་རྗེས་ལ། རེད་བ། གང་ཡིན་ཟེར་ན་ད་ག་འདྲ་ལྟ་བ་གཉིས་ཆ་ནས་ཁྲག་འཛིང་ཆགས་དེ་ཡོད་རེད་བ། ད་རིང་ངེད་ཀྱིས་ཁྱེད་རང་ཚོ། ཡག་པོ་སེམས་རོགས་གནང་དམངས་གཙོ་དེ་གི་སྒང་ལ་རེད་བ། ཤེས་ཀྱི་ཡོད་རེད Base སྒང་ལ་རེད་བ། དེ་གི་ཨ་ནི། མ་འོངས་པ་ལ་གྲུབ་འབྲས་ག་རེ་ཆགས་ཀྱི་ཡོད་མེད་འདི་གང་ལ་ཤེས་ཀྱི་ཡོད་རོགས། ངས། ཕྱོགས་གཅིག་དཔེ་ཡག་པོ་རེད་བདེན་པ་རེད་ཕྱོགས་གཅིག་འདི་བདེན་པ་མ་རེད་ལད་དེ་ཤེས་ཀྱི་ཡོད་མ་རེད་བདེན་པ་གཉིས་ཆ་ནི་ཡོད་རེད། ཡིན་ནས་བདེན་པ་འདི་ལ་ལྗིད་ཁོག་རྒྱག་དགོས་རོགས། བདེན་པ་འདི་སུ་བདེན་པ་འདི་ཤུགས་ཆེ་ཡ་འདུག་འོ་བདེན་པ་འདི་སུ་འཇོན་ཐང་ཆེ་ཡ་འདུག་སུས་ཀྱི་ད་ལྟ་བར་དུ་སྤྱི་ཚོགས་ཞབས་ཕྱི་ཞུས་འདུག་སུས་ཀྱི་ད་ལྟ་བར་དུ་ཡ་སྤྱི་ཚོགས་ལ་ཡ་ཕན་ཕན་ག་ཚད་ཐོགས་འདུག་འདི་ལྗིད་ཁོག་རྒྱག་དགོས་བར་ཐང་ཤོར་གཅིག་འདི་རོགས། འོ་འདི་གང་ཤེས་ཡོར་ངེས་ད། གལ་སྲིད་ང་ཚོ་འདི་འདྲས་བྱེད་ཅེས། ཁ་གང་ཉེ་གཅིག་གིས་བཀག། ཨ་ནི་སྒང་ནས་ད་ག་འདྲ། ཞེས་འདི་འདྲས་བཤད་བ་ཡིན་ན་ད་བྱ་ཞོ་འགྲིག་འགྲོ་གི་རེད་ཉི་མ་ག་ཤེད་ནས་འདི་བརྗེད་འགྲོ་གི་རེད་སྐད་ཆ་གཞན་པ་འདི་འདྲས་རྙོག་ར་བསླངས་ཨ་འདི་ནས་འདི་བརྗེད་འགྲོ་གི་རེད་ལའེ་བརྗོད་རོགས། འདི་ནམ་ཡང་འཇིག་གི་མ་རེད་ད་འདི། ད་མི་གང་མི་མང་ལ་རྨ་ཁ་གཅིག་མགོ་བཙུགས་ཚར་རེད། ད་འདི་ལ་སྨན་ག་རེ་ཡོད་རེད་ཟེར་ལ་ན། དམངས་གཙོ། དམངས་གཙོ་ལ་ན་ག་ལ་འོར་ཟེར་ན་འོས་ཤོག་བླུགས་ཡས་ཀྱི་ཐོབ་ཐང། རེད་བ། ང་རང་ཚོ་གི་ད། དམངས་གཙོ་ལ་ན for the people། རེད་བ།

ནི་ནམ་བླངས་ན་འགྲོ་བདེ་ཟས་ལྗི་བ་ང་རང་ཚོའི་ཁ་དཔེ་ཞེས་ད་ག་རང་རེད། ད་ང་ཚོས་ཀྱི་འདི་ད་རིང་འདི་ལ་རོགས་ཐབས་ལམ་མ་བཏོན་པ་ཡིན་ན། འདི་དངོས་གནས་ཁོ་རང་ཤོ་ཀ་གཉིས་གཅིག་པུ་སྐད་ཆ་མར་ད་མ་འོངས་པ་ལ་ད་ག་ནང་ད་འགྲོ་གི་རེད་ད་ག་ནང་ད་སུ་གང་གི་ཆ་འཇོག་གཅིག་གིས་གཅིག་ལ་བྱེད་ཁོ་ར་མ་རེད་ད་ད་རེས་འདི་ལ་ཁོ་ཚོས་ཀྱི་ད་ཤི་དམ་རོ་དམ་བྱས་ནས་འཇུས་པ་བྱ་ཞོན། གཞུང་མ་གཅིག་གི་འཇུག་རེད་ད་ག་རང་ཤི་དམ་རོ་དམ་བྱེད་རེད་ཡ། ད་འདི་དམངས་གཙོ་རེད། ད་རེད་འདི་ལ། དངོས་གནས་ད་ང་རང་ཚོ་གི་དམངས་གཙོ་ལ་ན། མི་དམངས་ལ་དཔའ་བར་ཡོད་རེད་མི་དམངས་ཀྱི་འོས་བླུགས་ནས་མི་དམངས་ཀྱི་འདོད་པ་གི་གཞི་བཟུང་གི་མང་མོས་འགྲོ་དགོས་གོ་རེད་འདི་ལ་དམངས་གཙོ་ཟ། གལ་སྲིད་མི་དམངས་ཀྱི་མང་མོས་ཀྱི་འདོད་པ་གཞི་བཟུང་མ་འགྲོ་བ་ཡིན་ན་འདི་དམངས་གཙོ་མ་རེད་ད། འདི་ག་རེ་ལ་གི་རེད། ཡང་ན Autocracy ཡང་ན Mobocracy འདི་གཉིས་ཀྱི་ཚིག་གཉིས་ལྷག་འགྲོ་ས་ཡོད་མ་རེད། འདི་བསམ་བློ་བཏང་ཡོད་དེ་གལ་ཆེན་པོ་ཞུ་རྒྱུ་ཆགས་བསྡད་ཡོད་རེད་རོ་ཨ། ད་ང་རང་ཚོ་གི་ཐབས་ལམ་འདི། མི་མང་གི་འོས་ཤོག་བླུགས་ནས་རོ་ཨ། བུད་མེད་ཚོགས་པ་གཉིས་ཀ་མེད་བ་བཟོས། རོ་ཨ། ད་ད་རིང་སྤྱི་ཁང། ང་རང་ཚོ་གི་སྤྱི་དོན་ཚོགས་པ་ནས་ཀྱང་ཐེ་ཇུས་བྱས་བ་འདི་ཕྱིར་འཐེན་མ་བྱས་པ་ཡིན་ན། འདི་དཀའ་ངལ་དཔེ་ཆེན་པོ་ཅིག་ཆགས་ཡོད་རེད་དཀའ་ངལ་ཆེན་པོ་ཅིག་ཆགས་ཡོད་རེད། ད་ད་ལྟ་འདི Reverse བྱེད་ཡ་ཡོད་རེད་བ། ཁོ་རང་རང་ལ་ད་ལྟ་ཚོགས་གཙོ་རང་གིས་ཨ་ནི་གསུང་བཤད་རྒྱོ་ཅིག་ཡིན་འདུག་ག་ལ་ཁོ་རང་གིས་ཨ་ནི་དགོངས་སེལ་བྱེད་ཡ་ཡོད་རེད་བསྡུ་ཡ་ཡོད་རེད་བ། དེ་མ་ཡིན་ན་མི་མང་གི་འོས་བླུགས་ནས་ཚང་མ་སྒོ་ནས་སོས་ཤ་བར་ད་སྒོ་ནས Reset། འདི་མ་བྱེད་པ་ཡིན་ན། མ་འོངས་པ་ལ་འདི་གི་ན་ཚ་འདི་རང་ཅག་སྡེབ་ལོག་སྡེབ་ལོག་སྡེབ་ལོག་འདི་འདྲ་འགྲོ་འདི་རེད། ད་ད་རེས་འདི་ལ་སོ་སོ་ལྟ་བ་ལང་ཕྱོགས་ཁ་ཤས་ཅིག་གི་མཉམ་པོ་མཐུན་ནས་ད་རེས་འདི་ཐོབ་རེད་གཞུང་མང་ལྟ་བ་ལང་ཕྱོགས་གཞན་པ་ཅིག་གི་ཐོབ་གི་རེད། ད་འདི་འདྲའི་ག་ཚད་ཕ་ཚུགས་ཚད་འདི་གས། རེད་བ། ང་ཚོས་ཀྱི་དམིགས་ཡུལ་ཆེ་ས་དེ་གཟིམ་དགོས་ཡོད་ན། ད་རིང་འདི་ལ་རེད་བ། ག་རེ་བསམ་བློ་བཏང་དགོས་རེད་ལབ་ན། ང་ཚོས་ཀྱི་བསམ་བློ་རྒྱ་ཆེན་པོ་བཏང་ནས་རེད་བ། ཨ་ཙི། ད་ང་ཚོ་སྤྱི་ཁང་འདི་སྤྱི་བ་གཅིག་གི་རེད། རེད་བ། ང་རང་ཚོ་མི་མང་གཅིག་གི། མི་མང་གཅིག་གི་ཡིན་འདུག་ང་ད་ང་ཚོ་གཅིག་བྱེད་ཆེད་སྤྱི་ཁང་འདི་གཅིག་བྱེད་ཆེད་བྱེད་དགོས། ད་རིང་འདི་གི་ནང་ལ་ཡོད་བ་འདི།

བདེ་བོ་ཞིག་གས་མི་འདུག་རོ། འདི་དངོས་གནས་ཡག་པོ་ཅིག་ཆགས་ཡ་རེད་མི་འདུག་རོ། འོ་འདི་འདྲི་ཅིག་ཞུ་ཡ་ཡིན་རོ། ཡ་ད་དྲི་བ་ཞིག་གས་མི་འདུག། ཨོ་རྣམ་པ་ཚོ་ད་ང་ཚོ་དངོས་གནས་ཁོ་རང། མི་མང་ཚོ། ཁ་གྲགས་ཡ་གི་དུས་ཚོད་སླེབས་ཡོད་རེད། ཁ་གྲགས་དགོས་ཀྱི་ཡོད་རེད། ཀླད་པ་འདི་ལྟས་ཡ་ཡར་རྒྱས་བཏང་ནས་ཡ་ཅིག། དམངས་ཚོགས་ཀྱི་ལོངས་སྤྱོད་དེ་དེ་ཧ་གོ་བ་ཆུ་སེམས་པ་རྒྱ་ཆེས་བྱས་ཡོད་མ་རེད། འདྲ་བྱས་ཡོད་མ་རེད་ང་རང་ཚོ་འཕྲལ་ཕུགས་རྒྱང་གསུམ་གྱི་ལྟ་བུར། ད་ངས་གཅིག་ཁྱེད་རང་ཚོར་ཞུ་བར་བསམ་བློ་བཏང་ཨ། ང་ཚོ་བོད་པ་ལ་ཡ་དེ་འཛམ་བུ་གླིང་གི་ནང་ལ་གནས་སྟངས་ག་འདྲས་བྱོས་རེད་ལ་ན། འཛམ་བུ་གླིང་གི་ནང་ལ་ར་བ་རྒྱལ་ཁབ་ཡོད་བས་ཀྱི་མི་རིགས་དེ་ཚོ་ར་བ་གར་བྱེད་དགོས་རེད་ལ་ན། སོ་སོ། སྤུན་སྤུན་རྒྱག་གཉེན་ཚན་ག་བ་ཡོད་ན་རོགས། ད་རིང། གཅིག་ལུང་པ་གཅིག་ལ་འགྲོ་དགོས་ཡོད་ན་འགྲོ་ཆོས་ཆོག་ཤར་འགྲོ་ཡ་རེད། སྤུན་རྒྱག་ཐུ་ཨེ་ཡོད་རེད། ད་ང་ཚོ་བོད་པ་སྐྱབས་བཅོལ་བྱོས་འདུག་ག་ལ་འདི་འགྲོ་ཆོས་ཆོས་ཡོད་མ་རེད། གཅིག་དེ་རེད། གཉིས་པ་འདི། ད་ག་ཤེད། རླུང་རྟ་རྒྱུན་རེ་གླས་ཡོང་གི་ཡོད་རེད་ཕྱི་རྒྱལ་ཁབ་ནང་གླས་འགྲོ་གི་ཡོད་རེད་ག་ཤེད་དངོས་གནས་ཁོ་ར་ད་སོ་སོའི་འཇོན་ཐང་གི་ཆེད་ནས་གླས་ཀྱི་ཡོད་རེད་སློབ་སྦྱོང་གི་ཐོག་ནས་གླས་ཀྱི་ཡོད་ཕྱི་རྒྱལ་ཁབ་གླས་ཀྱི་ཡོད་རེད་ད། གླས་བ་ཙམ་གྱིས། ཨ་ནི། དོན་འགྲུབ་ཀྱི་ཡོད་རེད་ཟེར་ན་འགྲུབ་ཀྱི་ཡོད་མ་རེད། ད་གླས་ཚར་ནས་དཀའ་ངལ་ག་རེ་ཡོད་རེད་ང་ཚོ་སྐྱབས་བཅོལ་གྱི་ཡིན་འདུག་ག་ལ། ཕ་མ་སྤུན་རྒྱ་ཚང་མ་ཁ་བྲལ་བྱས་ནས་བཞག་ལུང་པ་སོ་སོ་ག་བ་ཡིན་ན་རྒྱ་གར་ནེ་པཱལ་འབྲུག་ག་བ་ཡིན་ན་དེ་ལ་ཆས། འགྲོ་ན་འགྲོ་མ་ཐུབ། ག་ཤེད་ཤུ་བོ་མེད་ནི་དཀའ་ངལ་ཅིག་ལས་བདེ་སྐྱོ་ཆས་ལོ་བཅུ་ཕྲག་མང་པོ་ཅིག་ཤུ་བོ་ཧོ་ར་མ་ར་ནི་ལས་ཕ་མ་ཐུ་ཡས་མེད་སྐྱོ་སྤིན་རྒྱ་ཐུ་ཡས་མེད་སྐྱོ། གཞིས་ཆགས་ཁ་ལ་འགྲོ་ཡས་མེད་སྐྱོ། ད་ག་ན་ད་ང་རང་ཚོ་གི་མི་རིགས་འདི་ཚོ། ད། ལས་ཀ་ཡིན་ན་ཀྱི་ལས་ཀ་འདི་ནང་ནས་ལས་ཀ་མཐའ་མ་འདི་གཅིག་ཡོད་རེད་ད། ཤུགས་ཆེ་ཡ་ཆེ General Labour རེད་ང་ཚོ། དང་པོ་ལས་དུས་སུ་ཡིན་ན་རོ། འོ་དེ་འདྲ་རེད། ད་ངས་ཀྱི་ཉི་མ། New York དང་པོ་ལས་དུས་གང་ལ། ད་ལས་ཀ་འདི་འདྲ་ད་བྱེད་ཀྱི་ཡིན་བསམ་གོ་ར་ཡོད་མ་ར། མི་ཚེ་གོ་ར། ད་ཅིག་ལས་ཁུངས་ནང་ལས་ཀ་བྱེད་སྡོད་འདུག་གང་ལགས། ཡ་གལ་ཏེས་ཅིག་ད་རག་གི་རེད་བསམ་བྱས་ག་བ་ཡོད་རེད། མཐའ་མ་དེ་ལ་ལོ་ཟླ་བ་ཁ་ཤས་སྐྱིའུ་བཏང་དེ་རྗེས་ལ་དེ་ནས་ལས་ཀ་ཚེ་ག་བྲོས་ཁྱོད་ནས་ལས་ཀ་རག་གི་མི་འདུག། དེ་ནས། Construction བྱས Construction ག་བ་བརྗོད་གི་རེད་བ། འོ་དེ་འདྲའི་ཕྱོགས་མང་པོ་ཡོད་རེད་ད་དེ་ཚོ་ད་རེས་ཞུ་ཡས་མེད་རེད་བ་སྙེ་མ་ཞུས་ཚར་ཡིན་རེད་བ། འོ་དེ་འདྲའི་བྱས་རེད་རྣམ་པ་ཚོ་ང་ཚོ་གི་བོད་པ་ལ་དེ་སོ་དེ་མི་སྐྱོགས་དངོས་གནས་ཁོ་རང་བསམ་བློ་ཡག་པོ་བཏང་ད། དཀའ་ངལ་ནང་ལ་ཐིམ་བསྡད་ཆེ། འདི་ལྟ་རྡོག་རྡོག་བྱེད་བྱེད་ཡར་རྒྱས་འགྲོ་ཡ་ཡོད་མ་རྟ། ཡར་རྒྱས་གཅིག་འགྲོ་བསམ་ན་ནི་རྐང་པ་འཐེན་ཡོང་གི་རེད། མི་ཆེན་པོ་མི་གཅིག་ཡ་ཆེན་པོ་ཆགས་ཡོད་ན་ནི་རྐང་པ་འཐེན་ཡོང་གི་རེད། མི་གཅིག་གཅིག་ཡག་པོ་གཅིག་ཆགས་ན་རོགས་དེ་ལ་ད་སྐྱོན་རྒྱ་བཏོན་ཡོང་གི་རེད་མི་འདི་རྣེམས་ཞག་རེད། འདི་གི་ད་ལྟ་ང་ཚོའི་གི་སྤྱི་ཚོགས་ཀི་ནང་མཁས་དབང་མང་པོ་དོན་ཐུབ་ཀི་མི་འདུག་ད་ང་ཚོ་སྙེ་མ་གི་མ་ལོ་རྒྱུས་ནང་བལྟས་པ་ཡིན་ན་ག་རེ་ཡོད་སི་ལ་ནི་ང་ཚོ་བོད་པའི་གི་གཤིས་ཀ་ནང་ལ་མི་ཉམ་ཆུང་ཡག་པོ་དེ་ཁ་མྱུལ་མྱུལ་ཁ་མ་གྲགས་སྤྱི་ཚོགས་ལ་གནོད་མ་སྐྱེལ་ཡག་ཧ་གུ་ཡོད་ན་མ་བཤད་དཀའ་ངལ་བྱུང་འགྱོ་ཅེ་ན་ཀས་མ་བཤད་དཀའ་ངལ་འདིར། ད་འདི་ཚང་མ་མི་ཚང་མ་འདི་རང་མྱངས་ནས་འགྲོ་གི་འོར་ད། དངོས་གནས་ཕྱིན་ན་དཀའ་ངལ་ཅིག་མྱངས་ཚར་བ་ཡིན་ན་འདི་མྱངས་རྒྱུ་དེ་ཤེས་ད། གཞན་པ་ཅིག་གི་ཧ་གོ་ན། དེ་འདྲའི་ཅི་རེད་ད། ད་དཔེར་ན། ང་ཚོ་སྙེ་མ། དེབ་སེར་བོ་གང་ལ་ཡོང་གི་ཡོད་རོགས་སྙེ་མ། ད་ལོ་སུམ་ཅུ་སྙེ་ལ་རེད་ད། ཉི་ཤུ་རྩ་གྲངས་སྙེ་ལ་རེད། France དོ་འགྲོ་དུ་དེབ་སེ་འུག་གི་ཨ་དཀའ་ངལ་ག་ཚད་སྤྲད་གི་འདུག་ད་འདི་ག་རེ་རེད་འདི་ཤུག་གུ་འདི་ཨ་ནི Europe དོ་ག་བ་འགྲོ་ན་རེད་ད་ཤུག་གུ་དེབ་སེ་འུག་འདི་ལ་ཧ་གོ་ར་གོ་མི་འདུག་ད་འདི་ལ་སྐད་ཆ་ག་རེ་འདྲི་བཤད་རྒྱག་གོ་འདུག་འདི་སྐབས་ལ་འདི་འདྲས་གི་གཅིག་གི་གཅིག་ལ་ཡ་འདྲི་བཤད་རྒྱག་ས་གི་ད་ད་ལྟ་འདྲ་བོ་འདི་འདྲས་ཡོད་ན Platform ན་ཨ་ནི་མི་གཅིག་གི་གཅིག་ལབ་པ་ཡིན་ན་ཧ་གོ་ར་དཔེ་ན་ཕྱི་རྒྱལ་ཁབ་ལ་འགྲོ་ཡ་ཡིན་ན། འགྲོ་སྟངས་འགྲོ་ལུགས་མང་པོ་འདུག་དཔེར་ན Visitor Visa ལ་ཡི་རོ་རྣམ་པ་ཚོ་ལ་ངས་ཅིག་ཞུ། ཕྱི་རྒྱལ་ཁབ་ལ་རོ Visitor Visa ལ་ནི Visa ཞུ་ཡས་ཅིག་རོ་ད། སྤྲོ་སྐྱམ་ལ་འགྲོ་ཡས་ཀྱི Visitor Visa ཞུ་ཡས་ལ་རོ་ཆ་རྐྱེན་གསུམ་ཚང་དགོས་ཀྱི་ཡོད་རེད། འདི་ཡོད་ན་ཁོང་ཚོ་གིས་བཀག་ཆོག་གི་ཡོད་མ་རེད། བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ་དགུ་ང་རག་ཚར་ད་བི་ཛ་ག་རེ་རེད་ལ་ན་དང་པོ་དེ་ལ། ད་ངེད་ཀྱི་མི་གཅིག་སྐད་བཏང་བ་ཡིན་ན། ཕྱི་རྒྱལ་ལ་བསྡད་ལ་སྐད་བཏང་བ་ཡིན་ན་རྒྱ་ག་ནས། ངེད་ཀྱི་དང་པོ་དེ་ལ་ང་ལ་མེ་འདི Security དགོས་ཀྱི་ཡོད་རེད Security ག་རེ་ལ་ན་མི་འདི་ལ་བསྡད་ས་ཡོད་རྒྱུ་གཅིག། ཨ་ནི། པེ་ཤཱ་ཏས་ཅི་ཡོད་བདེ་ཁྱོད་ཅིག་གི་རོ། ག་ལ་ག་མཚམས་ཅི་ལྟ་བུ་མི་ཕ་ཅོ་འདི་སོའི་དུ་བས་གི་རོ། གནས་སྐབས་རིང་གི་རོ། མི་འདི་གི་མི་འདི་ལ་དཀའ་ངལ་འཕྲད་སོང་ན་སྨན་བཅོས་བྱེད་དུ་བས་ཅིག། འདི་འདྲས་གི Security སྟོན་དགུ་བོར Bank Balance and Property འདི་སྟོན། ངས་གི་གྲོགས་པོ་ཅིག་ཡ་ཡོང་གི་ཡོད་སྤུན་རྒྱ་ཅིག་ཡ་ཡོང་གི་ཡོད་ང་ཐུགས་ཀ་ལ་འབར་འདྲའི་ཐུགས་ཀ་འདི་ཡོང་གི་ཡོད་ཟླ་བ་གཅིག་རིང་གོང་ཟས་སྤྲད་རོ་ཆི་ལ་ན་འདི་དགུ་བོར་ད། ད་ག་རང་གཅིག་བྱས་ད་ཕ་ལྗོངས་ནས་གཟིགས་ཁྱོར་དེ་ག་རེ་དགོས་ལ་ནི་ཕ་གའི་མི་དེ་ཡང་ན་ལས་ཀ་བྱེད་ས་ཅིག་བརྟན་པོ་ཅིག་ཡང་ན་ཚོང་རྒྱ་ཡིན་ན་ཚོང་ཅིག་ད་ག་ཧོམ་ལེས་འདྲ་བོ་དེ་འདྲས་ཡིན་པ་འདྲ་བོ་བྱས་པ་དེ་བ་ཡིན་ན་ད་གོ་སུ་ཡིན་ན་གི་དྲེག་མ་ར་མི་དེ་ག་རེ་བྱེད་འདྲ་བའི་མི་ཧ་གོ་མ་ར་ཕ་ལྗོགས་དེ་ལ་བརྟན་པོ་ཅིག་དགོས་ར་ཡང་ན་ལས་ཀ་ཡོད་ཁྱོ་ཅིག་ལས་ཀ་བརྟན་པོ་ཡོད་ཁྱོ་ཅིག་ཡང་ན་ཚོང་རྒྱ་ཡིན་ན་ཚོང་གི་ཅིག་ཏེག་སི་སྤྲད་ཁྱོ་དང་ཅིག་ཡང་རྒྱུ་ཏེ་སི་ཡོད་ཁྱོ་ཅིག་རོ་པྲོ་པི་ཏི་ཡོད་ཁྱོ་ཅིག་བཏོན་པ་ཡིན་ན། ད་འདི་ལ་བི་ཟ་མ་རག་གི་ཡོད་མ་རེད་ད། ད་འདི་འདྲིས་ཀྱི་གནས་སྟངས་ད་ངས་ཀྱི་འདི་འདྲ་བོ་ང་ཚོ་བོད་པས་ཀྱི་ནང་ལ་ལབ་ཀྱི་ཡོད་མ་རེད་བོད་པ་མང་པོ་དཔེ་ལེགས་པོར་ལབ་ཀྱི་ཡོད་མ་རེད་གཅིག་གིས་གཅིག་ལ་འདི་འདྲ་བོ་སློབ་སྦྱོང་གི་ཐོག་ནས་འགྲོ་ས་དཔེ་མང་པོ་ཡོད་རེད། ཨ་ནི་བི་ཟི་རེད་གཅིག་པོ་མ་རེད་ད། ད་ག་ནང་ད་རྒན་པ་རིགས་ནས་སུ་པར་བི་ཟ་གང་ལ་ལས་མང་པོ་ཡོད་རེད་དེ་ད་དེ་འདྲ་བས་ཀྱི་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་ཅིག། དེ་འདྲའི་རིགས་ལ་ཤུགས་ཆེ་བྱས། འཛམ་བུ་གླིང་གི་ནང་ལ Jewish ལུང་པ་འདི་འཛམ་བུ་གླིང་གི་ནང་ཕྱུག་ཤོག་ཨ་མེ་རི་ཀ་གི་ད་ལྟ Bank ཚང་མ། ཚོང་ཚོང་པ་ཆེན་པོ་ཚང་མ Building གནམ་ལ་ཡོད་རྒྱུ་ཚང་མ་བདག་པོ་ཚང་མ Jewish རེད། Jewish གི་མི་རིགས་འདི་ག་འདྲའི་ཕྱུག་པོ་ལ Jewish གཅིག་གིས་གཅིག་ལ་རོགས་པ་བྱེད་ཀྱི་ཡོད་རེད་ཁོང་ཚོ་གིས། ང་ཚོ་བོད་པ་ཡར་རྒྱས་གཅིག་འགྲོ་ན་ད་ཚར་རེད་ད། དཀའ་ངལ་ཆེན་པོ་ཆགས་ཚར། དཀའ་ངལ་ཆེན་པོ། ད་ང་རང་ཚོ་མཐོང་གི་འདུག་ཨ YouTube གི་ནང་ལ་སྙིང་རྗེ་ང་ནི་སྙིང་རྗེ་གི་འདུག་ཁ་ཤས་ཀུན་སྤྱོད་གསུམ YouTube གི་ནང་ལ YouTuber ཁ་ཤས་སྐད་རྒྱག་གི་འདུག་ཨ། ད་པེ་ཤ་ཏེས་ཀྱི་རག་ཡོད་རོ་ཨ། ཡིན་ན་པེ་ཤ་འདི་རག་ཨེ་གི་རོ་ཨ Word དུ་ཡོད་མ་རེད་དྲང་པོ་བཤད་ན། ཚུལ་ཚོད་མང་པོ་དཀའ་ལས་རྒྱག་ནས Edit བྱེད་དགོས་གི་རོ་ཨ Video འདི། ཨ་ནི་རྒྱ་གར་ལ་ཡིན་ན་ད་པེ་ཤ་ཏེས་ཟེར་གི་རོ་ཨ་ད་དེ་འདྲ་བོ་བྱེད་ན་རོ་ཨ། ཚུལ་ཚོད་ལ། སྟག་འུའི་གྲུ་གཅིག་ཟོས་ན་ཆུ་ཚོད་བཞི་རོ། བ་ཡང་ན་ཆུ་ཚོད། ཆུ་ཚོད་བཞི་ཆུ་ཚོད་ལྔ་འགོར་གི་རོ། ཆུ་ཚོད་ལྔ་ལ་དཔེ་ཤ་ག་ཚད་ཟོས་གི་རེད། སྔོན་རིན་ཆེན་ལས་ཀ་བྱིན་ན། རོ། ཆུ་ཚོད་དགུ་མི་བརྒྱ་ཉིས་བརྒྱ་ཟོས་གི་རོ། རོ། ད་ཡུལ་གྲུབ་ཀྱི་ག་ཚད་རག་གི་རེད། དཔེ་ཤ་ཉི་ཤུ་དཔེ་ཤ་སུམ་ཅུ་ཡང་ན་མི་ལིན་སབ་སྐྲ་ཡིབ་པར་ཡོད་ན་སྤྲད་དཀོན་མཆོག་འདྲ་བོ་འདི་འདྲ་ཡིན་ན་ད་དགུ་མི་བརྒྱ་ཟོས་གི་རྒྱུར་ད། དེས་ད་འདུལ་བོར་དུ་ཡོད་མ་རེད་ད་ང་ཚོ་འདྲ་བོ་བྱས་ན་ཡོད་མ་རེད་ད། ད་དེ་འདྲའི་ཆེད་དུ་ང་ཚོ་གཞིས་ཆགས་ཐོག་ལ YouTube བཟོ་ཡུལ་མང་པོ་ཡོད་འདུག་གཅིག་གིས་གཅིག་ལ་ག་ཚད་རྐང་པ་འཐེན་གི་འདུག་ཏིས་གཅིག Subscriber འཕར་ཡོད་འདུག་ག་ལ་ཨ། དེ་ལ་བལྟ་རྒྱུ་ཡོད་མ་རེད་ལབ་གཅིག་གིས་གཅིག་ལབ་དེ་ནི་ག་འདྲས་འདུག། སྙིང་རྗེར་ང་ཚོ་མི་ང་ཚོ་མི་མི་དེ་ཚོ་བསམ་བློ་བཏང་སྟངས་དེ་འདྲའི་འབུ་བཟོ་དོག་པོ་ཕྲག་དོག་ཞེ་སྡང་དེ་ཤུགས་ཆེན་པོ། དཔེར། ཐབས་སྐྱོ་བོ་ཞུ་རོགས་ཐབས་སྐྱོ་བོ། དངོས་གནས་ཁོ་རང། ད་ང་རང་འདྲ་བོ་བྱེད་ན་དྲང་པོ་བཞིན། པར་རྒྱལ་ཡ་དགའ་བོ་ཡོད། མི་མི་མང་གི་དགའ་བོ་བྱེད་འདུག་པར་རྒྱལ་ཡ་ལ་འདི་འདྲའི་གི་རྒྱབ་གི་ཡོད་མ་གཏོགས་བྱེད་གི་བེ་ཤ་དེ་འདྲ་བྱེད་གི་མེད་ད་བེ་ཤ་རག་ཡ་རག་གི་མི་འདུག་རག་གི་མ་རེད་འདི་སྒང་ལ་ངས་བརྩིས་བྱེད་ཁོ་ར་མེད་ར་བ། ཡང་མེད་ན་ང་ཚོ་ད་ང་འདྲ་བོ་ཅིག་པེ་ཤ་ར་ཡའི་རྩིག་གྱ་ན་དེ་ངེད་ཀྱི། ཚང་མ་ཨིན་ཇི་ན་བཟོས་ས་རེད། ཕྱི་རྒྱལ་ལ་བཀྲམ་ས་རེད་ཕྱི་རྒྱལ་ནང་ལོགས་ལ་འགྲོ་ན་ངས་ཡུལ་ཟབ་ཁ་བ་ཕར་གི་རེད་པེ་ཤ་ཅིག་ར་ཡུལ་རེད་ངས་དེ་བྱེད་ཀྱི་ཡོད་མ་རེད་བོད་པའི་སྤྱི་ཚོགས་རང་ནང་བྱེད་ཡོད་རེད། རྒྱུ་མཚན་དེ་མི་མང་རྒན་པ་མང་པོ་ཅིག་ཁྱེད་རང་གི་ལྟད་མོ་འདིའི་བིད་འགྲོ་འདི་དཔེ་མ་སྲིད་ཀྱི་གསལ་བོ་དང་ཡག་པོ་ཞུ་འདུག་རོ་ཁྱེད་རང་ཀ་ཅི་རང་ལྟ་གི་ཡོད་སྒུག་བསྡད་ཀྱི་འདི་ལ་འདུག་གང་སེམས་ནང་གཅིག་གླེགས་འདུག་ཨ་ཙི་ད་ཁོང་ཚོ་སྐྱིད་པོ་ཡོད་རོགས་སྐྱིད་པོ་བཞག་བཞག་ཡོད་སུ་སུ་གི་འདི་གཅིག་གླེགས་འདུག་འདི་འདོད་ཀྱི་ངས་བཟོས་བསྡད་ཀྱི་ཡོད་མ་གཏོགས་གཅིག་གི་ད་འདི་དང་གཅིག་བྱས་གཉིས་པ་འདི་ང་རང་གི་འདི་ཚོ་ཚང་མ་ང་རང་གི་སྐད་ཆ་བཤད་བསྡད་རྒྱུ་འདི་ཚོ་ཚང་མ youtube ན་བླུག་དགོས་རྒྱུ་མཚན་འདི། སྙན་དམག་གིས་མི་ཏོག་འདི་འདྲའི་འདི་འདྲའི་བཀབ་ལ་ཨོ་འདི་འདྲའི་བྱེད་རེད་འདུག་ད། འདི་འདྲའི་བྱེད་འདུག་གང་ལ་ག་ཚད་ཕན་ཐོགས་འུར་བ་ད Generation Generation ལ་རོ་མི་རབས་མི་རབས་ནས་གཅིག་གིས་གཅིག་ལ་ཕན་ཐོགས་འུར་བ་ད་འདི་ཚོ་རྒྱལ་རབས་ཀྱི་ནང་ལ། ཨོ་འདིའི་རྒྱུ་མཚན་ལ་བརྟེན་ནས་ངས་བྱེད་ཀྱི་ཡོད་མ་གཏོགས་བྱེད་ཀྱི་བེ་ཤ་དོན་དག་བྱེད་ཀྱི་མེད་ང་འདྲ་བོ་བྱས་ནས་དྲང་པོ་བྱས་ད་རྒྱ་གར་ནང་ལ་འདི་གཉིས་འདི་ཚོ་བྱེད་སྲིད་ཀྱི་རེད་བེ་ཤ་དོན་དག་རོ་སྙིང་རྗེ་ག་རེ་རག་གི་རེད་ད་གས་ཁུ་བྱས་ཡོད་མ་རེད་ད་འདི་ཚོ་ལ་ད་སེམས་པ་མ་བསད་ག་རེ་ཆོད་ཡོད་རེད་ད་ང་ཚོའི་ནང་ཁུལ་ལ་རོ། ད་ད་ལྟ་འདྲ་བོ་བྱས་ནས་རོགས་ཨ་ནིའུ་ཡོག་སྡེ་བ་ཡིན་རོགས་ད་གཅིག་གི་གཅིག་ལ་རོགས་ཨ་དེ་ཅོག་ཆོག་ད་ཚུ་ཅོག་ཆོག་ལ་འདྲ་ག་འདྲ་སྡུག་ཅག་བྱས་འདུག་ངས་ཁ་ཚང་སྐད་ཆ་བཤད་བཤད་རྒྱུ་ན་ག་ཤེད་ཀྱི་ཁ་བཙུམ་ས་ག་ཤེད་ཀྱི་ཁ་བཙུམ་ལ་བོར་ད་སྐད་ཆ་བཤད་མ་ཡོང་ཟེར་བོར་ད་ཛུ། ང་ཚོའི་སྤྱི་ཚོགས་འདི་འདྲའི་གནས་མལ་གྱི་སྐད་ཆ་ཀླད་སུ་ན་སྤྱི་ཚོགས་འདི་ཡར་རྒྱས་འགྲོ་གི་མ་རེད་ནམ་ཡང། ངས་ནམ་ཡང་ངེད་ཀྱི་ཕྱོགས་གཅིག་ལ་ངས་ནེམ་བྱེད་སྐད་ཆ་བཤད་ཀྱི་མེད་ཕྱོགས་གཅིག་ནོར་རེད་ཕྱོགས་གཅིག་འགྲིག་རེད་ཅེས་བཤད་ཀྱི་མེད། ཡིན་ནས་ངས་ཕྱོགས་གཏོགས་བྱེད་ཡ་དེའི་རྒྱུ་མཚན་དེ་བདེན་པ་ལས་ཤེས་བྱ་ནི་ཕྱོགས་གཅིག་རེད་ངས་བྱེད་ཀྱི་རེད་ད་དེ་ཕྱོགས་བྱེད་ཀྱི་ཡོད་བྱེད་ཀྱི་རེད་ངེད་ཀྱི་རེད། བདེན་པ་ལས་ཤེས་བྱ་ནི་ངས་བྱེད་ཀྱི་རེད་དེ། ཡང་མེད་ན་ངེད་ཀྱི་སྐད་ཆ་བཤད་བཤད་རྒྱུ་འདི་ལ་བདེན་པ་འདི་མི་འདུག་འདི་བདེན་པ་རེད་མི་འདུག་འདི་ཁྱོད་རང་གི་ཞེན་ཁོག་རེད་ཞེས་ལབ་ན་འགྲིག་གི་ཡོད་རེད་ད། འདི་ནི་ལབ་ཉེས་ད་ལྟ་བར་དུ་མི་འདུག་ང་འདི་འདྲའི་ལབ་ཉེས་བྱས་ན་དགའ་ས་རེད་ང་གང་སེམས་ང་ཡི་བློ་བསྐྱེད་ཅིག་རག་གི་རོགས་ང་ཡི་བསམ་བློ་བཏང་ཡ་ཅིག་རག་གི་རོགས་འོ་འདི་འདྲའི་འདྲ་བོ་ཅིག་བསམ་བློ་བཏང་གི་ཡོད་རོགས་ང་རང་འདྲ་བོ་ཅིག་ན་ཀུན་སློང་འདི་འདྲའི་འདྲ་བོ་ཅིག་འཁྱིལ་གི་ཡོད་རོགས་ད་ཤ་ཚ་དཀོན་མཆོག་གསུམ་ཕ་མཆོག་ཚུལ་མཆོག་ཚང་མ་འདི་འདྲའི་བསོད། ད། དཔེར་ན། ཚོགས་གཙོ་ནོར་བུ་ཚེ་རིང་གཅིག་པུ་ཅིག་ཡིན་ན་ཕ་གས་སྤྱི་དོན་ཚོགས་པ་ཁོ་རང་རང་གཅིག་པུ་མ་རེད། དེ་གི་མཉམ་དུ་ལ་རྒྱུན་ལས་ཚང་མ་ཆགས་དེ་ཡོད་རེད། ཁོ་ཚོ་ཚང་མ Responsible ཆགས་དེ་ཡོད་རེད་མ་གཏོགས་གཅིག་གིས་ཁོ་གཅིག་པུ་ཆགས་ཀྱི་ཡོད་མ་རེད་ད། རོ། ད་ཁོ་རང་ཚོགས་གཙོ་གཅིག་རེད་མ་གཏོགས་ཚོགས་གཙོ་གི་མཉམ་དུ་ལ་དེ་ཁོ་ཚོ་ཚང་མས་ཐག་གཅོད་བྱེད་རྒྱུ་རེད། དེ་ལབ་ཡོད་རེད་ད་ང་ཚོ་དམངས་གཙོ་ལ་ཡེ་དེ་མེད་པ་ཡིན་ན་དཀའ་ངལ་འདི་འཕྲད་ཡོད་རེད་ད། ད་གཞུག་མ་ཉི་མ་གཅིག། ཨ་ནེ་མི་ཕྱེད་ཀ་ཤོག་མི་ཕྱེད་ཀ་ཡོང་མོ་གོ་ལ་ཡ་ཅི་ཆགས་སོ་ན། སུ་རུལ་གི་རེད་སྤྱི་ཚོགས་རུལ་གི་རེད་ང་ཚོས་ཀྱི་བོད་རྒྱལ་ཁབ་འདི་རུལ་གི་རེད་ཕུང་གི་རེད། སྤྱི་བ་ཕུང་གི་རེད། གཞན་པ་སུ་ཡང་ཕུང་གི་ཡོད་མ་རེད་ད། སྤྱི་དོན་ཚོགས་པ་གི་ནོའུ་ཚེ་རིང་དང་དེ་རྒྱུན་ལས་ཁང་རྐང་ཁ་ཤས་ཤིག་འདུག་ཨ་འདི་ཕུང་གི་ཡོད་མ་རེད་ད། སྤྱི་ཚོགས་པོ་ར་ཕོ་ར་ཁྲོ་ར་བཏང་གི་ཡོད་རེད་ད། ད་ཕ་ཕྱོགས་ཚུལ་ཕྱོགས་ཚང་མས་ཀྱི་དཔེ་ཤག་བཟོས་ཏེ་བདུད་རྩི་བོ་ཕུང་གི་ཡོད་ད་ཚང་མ། དཀའ་ལས་བརྒྱབ་དེ་ཉིད man power མང་པོ་ཅིག་གླིང་གི་ར་སོར་དེའི་སྨེ་བ་ཆགས་གྲིབ་ཡོད་ད། ད་གཞུག་མ། ཕྱོགས་མདོག་ཕྱོགས་མདོག་གང་ལ་དེ་ནི་ཀླད་བྱེར་བ་དེ་ནི་དམག་འཛིང་གི་རེད། ད་དེ་འདྲས་ཞིག་མཐོང་གི་འདུག་ངས་ནི་དངོས་གནས། རྣམ་པ་ཚོས་དྲི་བ་མེད་ན་དགོངས་པ་ཞུ་ཡ་ཡིན་ད། རེད་བ། དྲི་བ་ཡོད་ན། ང་ཚོ་ནིའུ་ཡོག་བློ་ཕམ་གནས་ཚུལ་རེད་ད་དངོས་གནས་བློ་ཕམ་ཡ་རེད་ད་དེ་ཚོ། བློ་ཕམ་ཡ་རེད་བློ་ཕམ་ཡ།

དགོངས་དག་ཀུན་སྤྱོད་དེ་ཀེམ་ར་དེ་འོང་ད་བྱམས་པ་ལགས། ཀེམ་ར་དེ་ཅིག་དཀའ་ངལ་འཕྲད་སོང་ངས་འདི་སྔོན་ལ་ང་དེ Setting བྱེད་དུས་དཀའ་ངལ་འཕྲད་སོང་ཏག་ཏག་ད་འདི་དཔེ་སྡུག་ཅག་བྱེད་ཤེས་ངེས་ཤིག་ཀེམ་ར་ཡིན་ཡང་ངེད་ཀྱི་དཀྱིལ་ལས་འདི་བཞག་པའི་སྐད་ཆ་རེད Vertical དེ་བྱུང་མ་སོང་དགོངས་སེལ་ཞུ་ཡ་ཡིན་ད་ད་འདི་རེད་བ། ད་ང་རང་ཚོ་ད་འདི་ནང་ནས་ནིའུ་ཡོག་ནས་མང་པོ་ལྟ་ཡི་འདུག་རོ། ནིའུ་ཡོག་གི་མི་མང་ལ་ཞུ་ཡས་གཅིག་ལ་རོ་དེ་སེམས་པ་རྒྱ་ཆེས་བྱེད་རོ་བློ་ཁོག་ཆེས་བྱེད། སེམས་པ་གུ་ཡངས་བྱེད་རོ། ང་ཚོ་ནང་ཁུལ་ལ་དགྲ་སུ་ཡང་ཡོད་མ་རེད། དར་ནག་ཚོགས་པ། ཕ་ཅོག་གར་ས་ད་གར་ལ་གི་རེད་དར་མ་ཚོགས་པ། འོ་ཡ་ད་འདི་ནས་ནི་གཅིག་མང་པོ་གཅིག་ལ་གི་ཡོད་རོ། འདི་ཁོ། ང་རང་ཚོ་གི་ད། ལྟ་བ་ལངས་ཕྱོགས་ཀྱི་སྒང་ལ་སྐད་ཆ་བཤད་ཀྱི་ཡོད་རེད། ད་བཤད་ན་ད་བཤད་བྱས་རོགས་ཨ། འགྲིག་གི་ཡོད་རེད་འདི་སྒང་ལ་བསམ་ཚུལ་མ་མཐུན་ན་མ་མཐུན་པའི་རྒྱུ་མཚན་དང་འདི་འདྲ་བཤད། That's it leave there རོགས leave it there དེ་ནས་འདས་བཞག་ཡིན་ན་སྤྱི་བའི་དོན་ལ་གྱོང་གཏང་ཡས་ཏོ། དེ་འདྲ་རིགས་ནམ་ཡང་མ་བྱེད་ང་ཚོ་གྱོང་འདི་ང་ཚོ་ཚང་མ་ལ་རག་ཡོད་རེད་ད་ད་ལྟ་འདི་སྤྱི་དོན་ཚོགས་པ་འདི་གི་རོགས་ཨ་དེ་འདྲས་བྱ་ག་བྱེད་ད་རོགས་ཨ་ང་ཚོ་སྤྱི་ཚོགས་ཀྱི་ད་ལྟ་འདིའི་ནང་ལ་རྙིང་དཔག་གི་ལྟ་བ་མང་པོ་ཡོད་རེད་ང་ཚོ་འདི་ནིའུ་ཡོག་གི་ནང་ལ་ད། འདི་ནང་ལ་མི་རྒན་པ་དཔེ་ཤུགས་ཆེན་པོ་ཡོད་རེད་བ། རེད། རྒན་ཡོལ་ཕྱིན་བསྡད་ཡོད་རེད་ལས་བྱེད་ཟུར་པ་དག་དེ་ཚོ་ལ་གི་རེད། ཨོ་འགྲིག་འགྲུག་རེད་ཤང་ཤོག་ཉི་མ་ཁ་ཤས་ནི་བཅད་འགྲུག་རེད། དེའི་རྙོག་དྲ་དཔེ་ཆེན་པོ་ཆགས་ཀྱི་རེད་ད་དེ་ངས་བརྒྱ་ཆ་བརྒྱ་ནས་བརྒྱ་བཤད་ཐུབ་ཡོད་ད། ད་ང་ཚོ་གི་སྤྱི་ཚོགས་ཀྱི་བག་ཞག་གི་དེའི་གི་ས་མཚམས་འདི་སླེབས་ཚར་ཞིང། ས་མཚམས་དེ་ལས་ཚ་ཞེས། དེ་ངས་བརྒྱ་ཆ་བརྒྱ་ནས་བརྒྱ་བཤད་ཐུབ་ཡོད་ད། དེའི་སྒང་ལ་རྙོག་དྲ་ཆེན་པོ་ཆགས་ཡོད་རེད་ད། བྱ་ཡས་དེ་འདྲ་མ་རེད་དེ། ད་མི་མང་ང་རང་ཚོ་གི་རྒན་པ་དེ་ཚོ། གཞུང་ཞབས་དེ་ཚོ་ཟུར་པ་མང་པོ་ཡོད་རེད་ནིའུ་ཡོག་ལ་ཤུགས་ཆེ་ཤོས་རེད། ཁ་གྲག་རན་རེད། རྣམ་པ་ཚོ་གི་ཁ་གྲག་སྒུག་ཡོད་རེད། དམངས་སྲོལ་གྱི་ང་ཚོ་མི་མང་ལ་ཡ་དམངས་ཚོ་གོ་རྟོགས་མང་སྤྲད་ནི་རེད་བ། ཨ་ནི་སོ་སོའི་ཆབ་སྲིད་སྒང་ལ་ལངས་ཕྱོགས་ག་རེ་ཡོད་ན་བཤད་ན་འགྲིག་གི་ཡོད་རེད་གང་ཡིན་ཟེར་ན། སོ་སོ་འདོད་པར་དང། སོ་སོ་ཆབ་སྲིད་ལངས་ཕྱོགས་དེ་སོ་སོ་གི་འདོད་པ་རེད། འདི་ལ་དགོས་པ་རྒྱུ་མཚན་ཅིག་བཤད་དགོས་ཡོད་རེད་ཨ་ནི་འདོད་པ་རེད་རེད་བ། དེ་མ་བྱས་བ་ཡིན་ན་རྒྱབ་ལ་བྱས་བསྡད་ཉེན་དེ་འདྲ་ཡོད་བ་ཡིན་ན། རེད་བ། ངས་ཚང་མ་ཞུ་གི་ཡོད་མ་རེད་ད། ཡོད་བ་ཡིན་ན། མ་འོངས་པ་ལ། རྫུ་གུ་བཙུགས་ས་མཐའ་མ་དེ་བཙུགས་ས་དེ་དེ་ལིག་རེད་ཞུ་ཡ་ཡིན་ད་དྲང་པོ་བཤད་ཡིན་རོ་ཨ། ཁ་དྲག་ན་ད་དྲག་རན་རེད་ད། དངོས་གནས་ཁོ་ར་ང་ཚོ་སྤྱི་ཚོགས་ནང་ལ་མགོ་སྐོར་དེ་ད་ལྟ་བར་དུ་གར་བཏང་སྐོར་བླ་ན་སྐད་ཆ་བཤད་ཉན་དེ་ཚོ་ཚང་མ་ལ་དཀྲུག་ཉན་རྩིས་རྒྱབ་ལོག་ནས་བྱེད་དེ་ཉིན་ཚང་མ་དེ་ཚོ་སྐོར་སྤྱང་པོ་བྱེད་བྱེད་བྲོ་བྱེད་རོ་དེ་ཚོ་ལ་བཟང་སྤྱོད་རྩིས། དེ་ནོར་གི་ཡོད་ད་ང་ཚོ་སྤྱི་ཚོགས་རུལ་གི་ཡོད་རེད་སྤྱི་ཚོགས་རུལ་འགྲོ་གི་ཡོད་ད། འདི་ང་ཚོ་བྱི་མ་ཐུབ་ན་གཞུང་མ་རོ་བ་གཞི་ཆགས་ཀྱི་མི་མང་དེ་ཚོ། ང་རང་ཚོ་གི་གཞི་ཆགས་ཀྱི་མི་མང་དེ་ཚོ། ལོ་མང་པོ་གནས་པོ་རོ་བ་སྐུ་ངོ་སྲིད་སྐྱོང་དེ་ལོ་ལྔ་ལྔ་ནས་འགྲོ་གི་ཡོད་རོ་བ། ད་ལོ་ལྔ་ནས་ལྔ་པ་མ་ནི་མ་རོ་བ་ང་ཚོ་དམར་ཤོག་གི་ཚོགས་པ་འདྲ་བོ་ནི་མ་རོ་བ་མི་ཚེ་གང་ས་འཇུག་གི་ཡོད་མ་རོ་བ། དེ་ཚོ་ང་ཚོ་ཁོ་ཚོ་ལ་གུ་ཡངས་པོ་བཟོས་ཏེ་ང་ཚོས་ཀྱི་སློབ་གསོ་སྤྲད་ནས་ཁོ་ཚོ་ལ་དམངས་གཙོ་ལ་ན་དེ་འདྲི་ཞིག་ཐོབ་ཐང་དུ་ད་ལ་ནི་གཞུང་གི་ལས་བྱེད་ལ་ན་རོགས་མི་དམངས་ལ་སྐྲག་དགོས་ཆགས་ཡོད་ད་འདི་ལུང་པ་ལ་ལྟ་ད། ཉེ་ཆར Prime Minister ང་རང་ཚོ་གི་དེ Canadian Prime Minister གྲོས་ཚོགས་གི་ནང་ལ་ག་འགྲོས། གྲོས་ཚོགས་ར་བ་རྣམས་ལ་རོ། ད་ང་ཚོའི་སྤྱི་ཚོགས་ནང་གྲོས་ཚོགས་ར་བ་གི་འདི་ག་ལབ་ཚར་ན་ད། ཕལ་ཆེར་ཕལ་ཆེར་མི་འདི་ཕལ་ཆེར་ཕལ་ཆེར་ད་ལྟ། བསད་གི་ཡོད་གྱུར་ད་ག་ཞིག་ཀུན་སྤྱོད་གསུམ། ཁ་ཚང། ད་ལྟ་འདི་གར་ཟ། འདི MP འདི་མིང་གར་ཟ་ཀུན་སྤྱོད་གསུམ anyway། ང་རང་ཚོ་གི་སྲིད་སྐྱོང་ལ། འདི་ལ་བཀའ་ས Justin Trudeau ལ། ཁྱོད་ཀྱིས་ཨ་ནི། མི་མང་གི་པེ་ཤ་ཟེར་ནས་མི་མང་དེ་ད་ང་ཚོ་དེ་ལ་དཀའ་ངལ་འདི་འདྲི་འཕྲད་བྱེད་རོགས། ནད་ཡོམ་གི་དཀའ་ངལ་པེ་ཤ་འདི་གམ་མ་ཐིབ། ཁྱོད་རང། ཆུ་ཁྲི། གཅིག་ག་བ་རེད་ཧོ་ཏེལ་གཅིག་ལ་འགྲོ་ནས་ཁོས་ཀྱི། ཁྲི་གཉིས་གཉིས་སྤྲད་བཤད་དགོངས་བརྡ་འདེད་ས་རེད་བ་འདི་ཚང་མ་མ་ཐེར་འདོན་བྱེད་སོ་ཁྱོད་ཞབས་འདྲེན་རེད་སི་ད། ཨན་དེ་ནས་ཁོ་རང་གི་ནང་མི་དག་འདི་གི་ཡང Charity བྱེད་རེད Charity ཅིག་ཉི་མ་བིའི Charity ཟེར་ཡ་ཅིག་དེ་འདྲའི་རྙོག་དྲ་འདི་ཚང་མ་ཐེར་འདོན་བྱོས་མིག་མཐོང་ལག་ཟད་ཐེར་འདོན་བྱེད་སོ་ད་འདི་འདྲའི་བྱེད་བ་ཡིན་ན་ང་ཚོའི་གི་སྤྱི་ཚོགས་ནང་ལ་ད་འདི་ག་བྱེད་བ་ཡིན་ན་ད་མི་འདི་ཕ་ཅོག་འདི་ད་ནག་པོ་ནག་རྐྱང་ཆགས་ཚར་ད་འདི་ལ་ཐང་ཐང་དོ།

གུ་ཡངས་དབང་ཚུགས་ཀྱི་གོ་རྟོགས་ཡོད་ཙང་གི་གར་ལྟ་བུ་བར་ཁོང་ཚོས་འཕྲལ་ཕུགས་རྒྱང། ང་ཚོ་ཐའེ་ཝན་ལ་གཅིག་བྱེད་ཐུབ་ག་ལ Nancy Pelosi གི་མེན་ཆེར་བ་ད་གཙོ་བོ་བྱེད་བྱེད་ཐའེ་ཝན་ལ་བྱེད་ཐུབ་ག་ལ། ཁོང་ཚོ་ཚང་མ་ལ་ད་རྒྱ་ནག་གི་ཕ་ཕ་ཕྱོགས་ལ་དཀྲུགས་ཤིང་བསླངས་ཡ་རྩིས་བསྐྱར་ད་དཀྲུགས་ཤིང་བསྐྱར་ཡ་ཕ་བཞག་ནས་ད་འདོད་དེ Mike Pompeo གིས་ཤེས་སོ། ང་ཚོ། ནང་ལོགས་ལ་ཆབ་སྲིད་ཀྱི་ལྟ་བ་ལང་ཚོ་གཅིག་པོ་མ་རེད་དེ་ཡིན་ནས་རྒྱལ་ཁབ་ཀྱི་དོན་དག་སླད་དུ་ང་ཚོ་ཚང་མ་གཅིག་རེད་དང་ཨ་མེ་རི་ཀ་རེད་དང་སི་ལབ་སོ། འདི་དགུ་བོར་ང་ཚོ་སྤྱི་ཚོགས་ན་འདི་མེད་བ། དར་ནག་ཚོགས་པ་འདྲ། ཨ་ནི་ཉམས་པ་སླ་སོ་དར་ནག་ཚོགས་པ་གི་ད་ས་སྣུམ་ད་མེར་རོ་བ། ད་དགྲ་ལས་སྡུག་བར་ད་དེ་རྒྱ་ནག་ལ་འདི་གམ་བྱེད་ཀྱི་ཡོད་མ་རེད་ངས་ཧ་གོ་ཡོད།

ཨ་ནི་འོས་ཤོག་དགུ་ནི་མི་མང་གིས་འོས་ཤོག་བླུགས། དེ་ལས་ཡག་ག་རེ་ཡོད་ད་རོགས། འོས་ཤོག་ད་ལྟ་རང་བླུགས་དགོས་ཨེ་མ་རེད་གང་ཡིན་ཟེར་ན་ད་ལྟ་ལ་ན་མི་མང་སུ་ཡིས་གླེང་མ་རེད། དུས་ཆེན་གལ་ཆེན་པོ་གཅིག་སྐབས་ལ་ཨ་ནི་མི་མང་འཛོམས་པའི་སྐབས་ལ་འོས་ཤོག་བླུགས་ད། Very simple plain and simple རོགས། ད་འོས་ཤོག་བླུགས་ནས་ཡག་བཀོད་པ་ཡིན་ན་དེ་དམངས་གཙོ། ད་དམངས་གཙོ་དངོས་གནས་ལོངས་སྤྱོད་རེད་ད་དེ་དེ་ལ་སུ་གང་གིས་གང་ཡང་བྱེད་ཐུབ་མ་རེད་ད་དེ། དམངས་གཙོ་ལ་དེ་མང་མོས་ཀྱི་གཏམ་བཤད་རྒྱུ་དེ་ལ་མང་གཙོ་ལ་འོས་རོགས་ད། དམངས་གཙོ་འགྲོ་སྟངས་འདི་རོགས་ད་ང་རང་ཚོ་གི། ཨོ་བློ་བཟང་གྲགས་པ་ལགས། བཀའ་དྲིན་ཆེ་ག་དུས་ཡིན་ནས་སྐད་ཆ་ཡག་པོ་གསུང་གི་འདུག་སྟབས་ཀྱི་འདུག་བྱས་ཤོག་རོ་འདུག་བྱས་ཤོག་ཨོ་ཁེ།